ང་རང་ཚོ་མཚམས་མཚམས་འཁོར་ལོ་བསྐོར་ཡོང་དུས། འདིས་འཁོར་ལོ་དེ་བསྐོར་ཡོང་དུས་འདི་བར་སྣུམ་མ་བཏང་བས་ན་ག་རེ་ན། ཙིག་ཙིག་ཙིག་ཙིག་ཙིག་སྐོར་སྐད་བརྒྱབ་མཁན་དེ་འདྲ་འདུག་མི་འདུག། དེ་ནི་ཚད་ཡོད་མ་རེད་ལབ་གོ། ཙིག་ཙིག་ཙིག་ཙིག་འདི་འདྲ་ཞིག་ལབ་སོང་ན། ཙེར་ཙེར་ཙེར་ལབ་འདི་འདྲ། སོ་སོའི་སྲོག་ལ་ཉེན་ཁ་ཡོད་རེད་ད་ལ་སྲོག་གི་བར་ཆད་སླེབས་ཀྱི་རེད་གོ་ལ། དེ་འདྲ་མ་བྱས་ཨ་གསུངས་ཙེར་ཙེར།

ད་འདི་འཁོར་ལོ་འདི་ཚོ་གི་འདི་འདྲ་ཡིན་པ་ཡིན་སོང་ན་ད། འདི་ང་རང་ཚོ་ད་ལྟ་ལག་འཁོར་ཟིན་ལག་འཁོར་མ་ནིང་ལག་འཁོར་འདུག་ག་དེ་ག་རེ་ཚོང་གི་བ་རེད་ད་འདི་མགོ་ལ་རྡོག་རྡོག་ཅིག་ཡོད་འདུག་འདི་ག་རེ་རེད་ད་སྐུ་རྡོག་རྡོག་ཅིག་འདུག་ག་འདི་ག་རེ་རེད། དེ་ག་ནང་ཞིག་འདི་ལ་ཅིག་འདུག་ག་ལྕགས་ཅིག་འདུག་ག་འདི་ག་རེ་ཚོང་གི་བ་རེད། འདི་ལ་འདུག་ག་རས་ཅིག་འདུག་ག་འདི་ལ་འདི་ག་རེ་ཚོང་གི་བ་རེད་དེ་ཡིན་གཅིག་མིན་གཅིག་མགོ་རེ་དང་མགོ་མ་རེད། དེ་ནི་འདི་རྡོག་རྡོག་ཅིག་འདུག་ག་ཡ།

དང་པོ། འཁོར་ལོ་འདི་བཟོས་ཡོང་དུས་བྱང་ཆུབ་ལྗོན་ཤིང་ཟེར་རྗེས་ང་རང་ཚོ་བྱང་ཆུབ་ལྗོན་ཤིང་ང་རང་ཚོ་རྡོ་རྗེ་གདན་ལ་གནས་སྐོར་ཕེབས་ཡོང་དུས་ཨོ་སངས་རྒྱས་འདི་འོག་ལ་སངས་རྒྱས་རེད་ཟིན་ཤིང་སྡོང་ཆེ་འཇའ་ལས་བཟོས་བ་འདི་ཡི་མིང་ལ་བྱང་ཆུབ་ལྗོན་ཤིང་ཟེར་བ་རེད། དེ་བྱང་ཆུབ་ལྗོན་ཤིང་འདི་འདི་འདྲས་ཀྱི་ཤིང་སྡོང་ནི་ཁྱེད་ཀྱིས་བཟོས་རེད་ཟེར་ལེ་ཧོ་རེད་དེ་དང་རྩ་བ་བྱང་ཆུབ་ཤིང་ལས་བྱས་རེད་ཟེར་ལ་རེད་བྱང་ཆུབ་ཤིང་ཚུར་འགོད་རེད་ཟེར་ལ་རེད། རྩ་བ་བྱང་ཆུབ་ཤིང་བྱེད་དགོས་རྒྱུ་མཚན་ག་རེ་ཡོད་ཅེ་ན་རྩ་བ་བྱང་ཆུབ་ཀྱི་ཤིང་ལས་བྱས་པ་དེ་ང་རང་ཚོ་གིས་ཁྱེར་ཏེ་བས་སོ་ན་ང་རང་ཚོ་གི་སེམས་ལ་བྱང་ཆུབ་ཀྱི་སེམས་སྐྱེ་གི་རེད་ད་ལ་ལ་བྱང་ཆུབ་སེམས་ནི་རྟག་ཏུ་སྐྱེ་ལ་དཔེ་ཆ་ནང་དོག་ལ་ཤེས་སམ་འདི་འདྲས་ཀྱི་ལྟར་བྱང་ཆུབ་ཤིང་ལས་བྱས་པ་དེ་ང་རང་ཚོ་ཁྱེར་ཡོང་དུས་བྱང་ཆུབ་ཀྱི་སེམས་སྐྱེ་གི་རེད་ལ། འདི་གསར་པ། དེ་ནས་དེ་ཡི་རྗེས་ལ་ད་གར་དུ་ཟོས་ན། ད་འདི་འཁོར་ལོ་འདི་ཀྱེ་མ་ལ་འདི་བྱ་ཡིས་སོ་འདི་ཡང་འདི་ཀྱེ་མ་ལ་ད་འདི་བསྟན་ན་ཆ་ཚང་འདི་མཚོན་པ་ཡིས་སོ་ན་ཅག་ར་བ་དག་གོ་ཅག། སྲོག་ཤིང་རེད་སྲོག་ཤིང་འདི་ཡིན་རྒྱུ་ནམ་རྒྱུན་ང་རང་ཚོ་སྐུ་འདི་ཚོ་བཞེངས་པའི་སྐབས་སུ་སྲོག་ཤིང་ཟེར་ནས་ཤིང་བཙུགས་གི་འདུག་བ། ཡིན་ན་ད་ལྟ་འདི་ཡི་སྐབས་སུ་ཤིང་མ་རེད། ག་རེ་ཅག་རེད།

འདུ་བ་དེ་དེ་འདྲའི་འདུ་བ་ང་རང་ཚོ་མ་ནི་ཁོ་ལོ་ཡི་རྩེ་ལ་ད་འདི་ཡི་ག་རེ་ཚོང་དགོས་རེད་ཟེར་གྱིན་དུས་ཆོས་སྐུ་རྡོ་རྗེ་འཆང་ཆེན་ཚོང་དགོས་རེད་གསུངས་བ་རེད་ད་ཆོས་སྐུ་ཚོང་དགོས་རེད་ཟེར་ང་རང་ཚོ་སངས་རྒྱས་ནམ་རྒྱུན་ང་རང་ཚོ་ཆོས་སྐུ་སྣང་བ་དག་ཡིན་ལོངས་སྐུ་ཐུགས་རྗེ་ཆེན་པོ་སྤྲུལ་སྐུ་པད་མ་འབྱུང་གི་འདི་འདྲའི་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་འདི་འདྲའི་ཞིག་ཚོང་གི་འདུག་ག་འོ་ད་དེ་རེད་དཔེར་ན་ང་རང་ཚོ་འཕགས་པ་ཤིང་ལོ་ལ་སྐོར་ར་ཕེབས་པའི་སྐབས་སུ་སྤྱན་རས

སེམས་ལང་ལོག་ལ་བསམ་ངོ་ལོང་ད་འདྲ། མ་འདྲ་མང་པོ་གླེགས་ཡོད་རེད་ང་རང་ཚོ་སེམས་ལ། འདི་ལི་གཙང་མ་ཟོས་འོ་ཡ་ཟེར་འདི་གཙང་མ་ཡོངས་སུ་བཟོ་བ་གཙང་མ་ཟོས་ཙང་ན་འདིའི་སྐབས་སུ་ཁོ་ལ་མིང་གར་བཏགས་ཟེར་ན་ཆོས་སྐུ་ཟེར་མིང་བཏགས་ཀྱི་རེད་ལ། བྱས་ཙང་འདི་ཡིས་ཆོས་སྐུ་ཚོང་གི་རེད་ཟེར་ན་འགྲིག་ས་རེད་བ། འདི་འཁོར་ལོ་རྡོག་རྡོག་ཞིག་འདུག་ག་རྡོག་རྡོག་ང་རང་ཚོ་ནང་མི་འདི་འདྲའི་འཁོར་ར་ཡོད་པ་འདི་འདི་འཁོར་ར་ཞིག་འདུག་ག་འདི་འདི་ཡིས་ག་རེ་ཚོང་གི་རེད་ཟེར་འདི་ལོང་བུ་ཐུགས་རྗེ་ཆེན་པོ་ཚོང་གི་རེད་ཟེར་ན་འདི་ཀྱི་མ་འདི་ཧ་ཡ་རེད་ཡ་རེད་བ་འདི་ནང་ལ་མ་ནི་མང་པོ་ཡོད་ཡོང་དུས་དེ་ཁོ་ལོང་བུ་ཐུགས་རྗེ་ཆེན་པོ་སོགས་ལོང་བུ་ཚོང་གི་རེད།

ཁྱི་མ་ལ་འདི་ཅི་འདུག་ཨ། ཁྱི་མ་ལ་མཚམས་ཞིག་འདུག་མ་རེད་འདི་མཚམས་ཀྱི་འདི་ལ་འཁོར་ནས་འགྲིག་བས་ཟོར་བུ་བྱིན་ཟེར་ད་འདི་ཡི་གར་སོང་ནས་སྤྲུལ་སྐུ་ཚོང་གི་རེད་ཟེར་ད་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་ཡ་ད་སྔོན་མ་ཡིན་ན་ཤེས་མགོ་ཡོད་ས་རེད་བུ། ད་ལྟ་གནས་སྐབས་ཅི་ལ་ང་ཚོ་འདི་ལ་གོ་བཞག་ནས་འགྲིག་ཡོད་ཟེར་ད་འདི་སྤྲུལ་སྐུ་ཚོང་གི་རེད་ཟེར་ད་རེད་ད། རྡོག་རྡོག་ཞིག་འདུག་ཨ་འདི་འདི་རྡོག་རྡོག་ཞིག་འདུག་ཨ་ད་འདི་མེད་ན་ང་རང་ཚོ་འཁོར་གི་མ་རེད་བ་ཡ། འདི་ཡི་གར་ཚོང་གི་རེད་ཟེར་དུས་འོ་ད་འཕྲིན་ལས་ཚོང་གི་རེད་ཟེར་ད་རེད་འདི་རྡོག་རྡོག་འདི།

ཕྱག་དུག་སེར་གཅིག་བསྐོར་འདུག་བ་འདི་ལ་འདུག་བཟླ་རེད། དབུ་ལ་འདུག་གཅིག་བསྐོར་བ་འདི་ག་རེ་མཚུངས་ཀྱི་རེད་ཟེར་དུས། ས། ལམ། ཡོངས་སུ་རྫོགས་བ་མཐར་ཕྱིན་པའི་རྟགས་མཚུངས་ཀྱི་རེད་ཟེར་ད་འདི་འདྲའི་ཡུལ་ཆོས་པ་གྲོགས་ཞིག་ཕུད་ཐོབ་བ་ཡིན་སོང་ན་ད་ག་རེ་ཡོད་རེད་ཟེར་དུས་ང་རང་ཚོ་གི་ས་དང་ལམ་གྱི་ཡུལ་འདི་ཚོ་རིམ་པས་ཤིན་ཏུ་ཡར་རྒྱས་འགྲོ་གི་རེད་ཟེར་བ་ད་འདི་འདྲ་ཞིག་མཚུངས་ཀྱི་རེད་ཟེར་ན་རེད་བ། བྱས་ཙང་ད་འདི་ཡིས་ང་རང་ཚོ་གི་འདི་ལ་བརྟེན་ནས་ག་རེ་གོ་ཐུབ་ཀྱི་འདུག་ཟེར་དུས། ཨོ་ང་རང་ཚོ་བསམ་བློ་ཡག་པོ་བཏང་དགོས་ཀྱི་འདུག་ཟེར་ཞིང། ཨོ་སྔོན་མ་སངས་རྒྱས་དང་བྱམས་ཆོས་སེམས་དཔའ་དེ་འདི་འདྲའི་གནང་འདུག་ཁོ་རང་ཚོ་ཡང་འདི་ལ་ཕན་ཡོན་ཆེན་པོ་ཡོད་རེད། ཨོ་འདི་འདྲའི་ཞིག་གོ་ཐུབ་པ་འདི་འདྲའི་ཞིག་གནང་དགོས་ས་རེད། ད་འདི་བྱས་འདི་འདི་འཁོར་ལོ་གྱི་མཚོན་དོན་བཟོ་རོགས་པ་ཞིག་ད་མདོར་བསྡུས་རོགས་པ་ཞིག་འདི་འདྲའི་ཞིག་ཡིན། ད་འདི་ཡི་རྗེས་ལ་འཁོར་ལོ་གྱི་ངས་ཁྱེད་རང་ཚོ་ལ་འཁོར་ལོས་ཀྱི་ཕན་ཡོན་ཞུ་ཨ་ཕན་ཡོན་ཕན་ཡོན་འདི་སྐོར་ན་ཕན་ཡོན་ག་རེ་ཡོད་རེད་ད་ལས་ཀ་མི་སྐྱོང་མ་ར་བ།

འདིའི་ནང་ལོགས་ལ་ད་ལྟ་ང་རང་ཚོ་གི་རྒྱུད་འདི་ཚོ་ནང་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་ག་རེ་གསུངས་པ་རེད་ཟེར་གྱིན་དུས། འདིའི་ནང་ལོགས་ལ་མ་ཎི་ཡི་གེ་གཅིག་ཨོ་མ་ཎི་པད་མ་ཧཱུྃ་ཟེར་གྱིན་ཡི་གེ་གཅིག་ཡོད་པ་ཡིན་སོང་ན། འདི་ང་རང་ཚོ་ཐེངས་གཅིག་འདི་འདྲའི་བཀོད་ཡོང་དུས་མ་ཎི་གཅིག་གསར་བ་དང་གཅིག་པ་གཅིག་ཀྱང་རེད་གཅིག་ཡོད་ན་མ་ཎི་གཅིག་ཡི་གེ་གཅིག་ཡོད་ན། ཨོ་མ་ཎི་པད་མ་ཧཱུྃ་ཟེར་གྱིན་འདི་གཉིས་འདྲ་བོ་ཞིག་ཡོད་སོང་ན་ཐེངས་གཅིག་བཀོད་ཡོང་དུས་མ་ཎི་ཐེངས་གཉིས་འདྲོང་བ་དང་གཅིག་པ་གཅིག་ཀྱང་རེད། ད་འདི་ཆེན་པོ་མདོག་འདི་ནང་མང་པོ་ཡོད་རེད་བ་ད་མ་ཎི་གཅིག་བྱས་ན་སྟོང་ཁྲི་འབུམ་ས་ཡ་འདི་འདྲ་ཡོད་ས་རེད།

དེ་ནི་ང་རང་ཚོ་ཡང་སྐོར་ར་འདྲ་བ་ཞིག་ཕེབས་ན། རྒྱལ་བ་ཡང་འདུག་སོ་སོའི་གཟུགས་པོ་ཡིན་ནའི་བདེ་རུ་འགྲོ་གི་འདུག་བ་དེ་རྒྱུ་གཅིག་ལ་བརྟེན་ནས་འབྲས་བུ་ཞིག་སྐྱེ་གི་འདུག་བ་དེ་ནང་བཞིན་གཅིག་པ་ཞིག་ཡང་ག་རེ་ཡོད་རེད་ཟེར་ནས་ང་རང་ཚོ་ཡག་པོ་ཆགས་དང་འདུག་བ་ཆགས་ཏེ་བསམ་བློ་དེ་ལ་རག་ལས་ཀྱི་རེད་གསུངས་དོན་བསམ་བློ་ཡག་པོ་བཏང་ན་ཁྱོད་རང་ཡག་པོ་ཆགས་ཀྱི་རེད་བསམ་བློ་ཡག་པོ་མ་བཏང་ན་ཁྱོད་རང་སྡུག་ཆགས་ཆགས་ཀྱི་རེད་བྱས་ཙང་འདུན་པའི་རྩེ་ལ་རབ་ཏུ་གནས་ཟེར་ཏེ་བསམ་བློ་བཏང་ཐོག་དེ་ལ་མཁས་པ་འགྲོ་གི་རེད་གསུངས།

དེ་ལ་དམིགས་པ་བྱེད་སྟངས་མ་འདྲ་བ་མ་འདྲ་བ་ཁ་ཤས་ཤིག་སླེབས་ཀྱི་ཡོད་རེད། ད་གཙོ་ཆེན་པོ་གཅིག་དེ་ག་ལས་ཞིག་འགྲོ་གི་ཡོད་རེད་ཟེར་དུས། ད་ལྟ་ཁྱེད་རང་ཚོ་ལག་པ་ལ་འཁོར་ལོ་འགྲོ་བཞིན་ཡོད་པ་ཡིན་སོང་ན། མཉམ་དུ་མཉམ་དུ་འགྲོ་གིན་འདུག་འཁོར་ལོ་དེ་ཚུར་ལེན་རེད་པ། དེ་ནི་འཁོར་ལོ་བསྐོར་གི་རེད་པ་ང་རང་ཚོ་འཁོར་ལོ་དེ་བསྐོར། ད་དེ་ཆེ་དྲགས་ནས་ངས་ཞེ་དྲགས་བསྐོར་ཐུབ་མི་འདུག་མ་གཞི།

དེ་ནི་ང་རང་གིས་ད་བས་ན་ཕ། མ། བུ། བུ་མོ། ཚ་བོ། ཚ་མོ། སུ་དང་གསོད་པ། སེམས་ཅན་ཐམས་ཅད་ད་ཁྱི་དང་བཞི་མི་དང། འབུ། ང་རང་ཚོ་དུག་སྦྲང་མོ་སྐྱུ་བྲོ་གི་སོ་རྒྱག་གི་འདུག་ད་ནི་འདི་འདྲས་ན་ཡང་ཕོག། ཁོ་རང་ཚོ་གི་ལུས་ལ་ཡོད་པའི་གི་སྡིག་པ་དང་སྒྲིབ་པ་ཐམས་ཅད་ད་སོང། སྙམ་པ་གཅིག།